ནག་ཆུ་གླིང་སྟེགས་ཀྱི་དྲ་རྒྱ་འདི་བརྒྱུད་རྗེ་ས་ཕྱོགས་གང་སར་བཞུགས་པའི་ཆོས་གྲོགས་ཡོངས་རྫོགས་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་ཡ་དང། དེ་རིང་དྲ་རྒྱ་འདི་བརྒྱུད་རྗེ་བསྟན་པའི་བདག་པོ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བྱིན་གྱིས་བརླབས་པའི་དུས་ཆེན་བཞིའི་ཡ་གྱལ་ཆོས་འཁོར་དུས་ཆེན་གྱི་སྐོར་དུས་དུས་ཀྱི་ངོ་སྤྲོད་ཞུ་ཡ་ཡིན། དེའང་ཀུན་གཟིགས་ལྔ་པ་ཆེན་པོས་བདུན་ཕྲག་བདུན་ཟླ་བཀྲ་ཤིས་ཚིགས་བཅད་གསུམ་ཚང་བ་གུ་གུལ་བ་ར་ན་སི་རུ་ཆུ་སྟོད་ཟླ་བའི་ཚེས་བཞིར་བདེན་པ་བཞིའི་ཆོས་ཀྱི་འཁོར་ལོ་སྐོར་ལ་ཕྱག་འཚལ་ལོ་བསྐལ་ན་བ་ནང་བཞིན། ཆོས་འཁོར་དུས་ཆེན་སི་ཏུ་བསྟན་པའི་བདག་པོ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་རྗོད་བྱེད་བདེན་པ་ཞིག་ལ་བརྩམས་གནང་བྱའི་ཆོས་ཀྱི་འཁོར་ལོ་བསྐོར་བའི་དུས་ཆེན་ཁྱད་པར་ཅན་ཅིག་ལ་དུས་སུ་གོ་དགོས་པ་རེད། དེ་ཡང་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་འདི་ཉིད་ཀྱིས་དང་པོ་བྱང་ཆུབ་ཆོས་དུ་ཐུགས་བསྐྱེད་དཔའ་ཐུགས་སྐད་ཅིག་སྦྲགས་མ་གསུམ་དུ་ཚོགས་བསགས། མཐར་རྡོ་རྗེ་གདན་གྱི་བྱང་ཆུབ་ཤིང་དྲུང་དུ་མངོན་པར་རྫོགས་པའི་སངས་རྒྱས་ཚུལ་བསྟན་གནང་བྱས། རེ་ཞིག་གདུལ་བྱ་རྣམས་ཆོས་བསྟན་པའི་སྣོད་དུ་རུང་གི་འདུག་རུང་གི་མི་འདུག་བརྟག་པའི་ཆེད་དུ་བདུན་ཕྲག་བདུན་གྱི་རིང་ཆོས་མི་གསུང་བའི་ཚུལ་མཛད་གནང་བ་ཅིག་རེད། ཡིན་པས་ཡིན་ན་ལ་ཕྱོགས་བཅུའི་ཞིང་ནས་ལྷ་གྲངས་ལས་འདས་པ་དག་གི་ཆོས་ཀྱི་འཁོར་ལོ་བསྐོར་རོ་ན་བྱེད་ཅེས་གསོལ་བ་བཏབ་པ་དང་ལྷག་པར་དུ་སྟོང་གསུམ་གྱི་བདག་པོ་ལྷ་ཚངས་པས་གསེར་གྱི་འཁོར་ལོ་རྩིབས་སྟོང་འབར་བ་དང་རྒྱ་ཆེན་གྱི་དུང་ཁ་གཡས་འགྱེད་བཅས་ཕུལ་ནས་ཨ་ནི་བསྟན་པ་དང་འགྲོ་བ་སེམས་ཅན་གྱི་དོན་དུ་ཆོས་ཀྱི་འཁོར་ལོ་བསྐོར་རོ་ན་བྱེད་ཅེས་གསོལ་བ་རྩེ་གཅིག་ཏུ་བཏབ་པ་ནང་བཞིན་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་གྱིས་བཞེས། བོད་ཟླ་དྲུག་པའི་ཚེས་བཞི་གི་ཉི་མ་སྟན་ལ

སྡུག་བསྔལ་ཀུན་འབྱུང་བའོ། འདི་ནི་སྡུག་བསྔལ་འགོག་པའོ། སྡུག་བསྔལ་འགོག་པར་སྤྲོ་བའི་ལམ་མོ། ཞེས་བྱའི། བདག་སྣང་ཞིང་ཀུན་འདུས་ན་རེ་དུ་གསུངས་ཡོད་རེད། གང་ལྟར་བདེན་པ་བཞིའི་སི་ཏུ་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པའི་བདེན་པ་ལམ་གྱི་བདེན་པ་ཞེས་བྱའི་བདེན་པ་བཞི་འདུ་ས་རེད། ད་སྡུག་བསྔལ་བདེན་པ་འདི་ལ་ཡང་སྣང་གསལ་རེ་བ་ཆད་པས་ན་སྡུག་བསྔལ་གྱི་རིགས་མི་འདྲ་བ་མང་པོ་གཅིག་འདུ་ས་ཡོད་རེད་དུ་གསུངས་ང་རང་ཚོའི་སྡུག་བསྔལ་རིགས་མི་འདྲ་བ་མང་པོ་གཅིག་འདུ་ས་འབྱུང་དགོས་རེད། དེའི་སྡེ་ཚན་རབ་ཚུལ་གསུམ་དུ་བསྡུས་པ་ཡིན་ན། སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་དོན་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་བྱེད་བྱེད་དུ་གསུམ་འདྲ་བྱེད་དུ་སུ་འདུས་པོ་རེད། བདག་སྡུག་བསྔལ་གྱི་སྡུག་བསྔལ་སེལ་དུས་ང་རང་ཚོ་མགོ་ན་བ་ལ་སོགས་པའི་ཚོར་བ་མི་དག་པ་མང་པོ་ཅིག་འདུག་སུན་དབང་རག་དུས་སུ་སྡུག་བསྔལ་གྱི་སྡུག་བསྔལ་བྱེད་བྱེད་བཞག་ཆོག་གི་རེད། གང་ལྟར་ཨ་ནི་འགྱུར་བའི་སྡུག་བསྔལ་སེལ་དུས། ཟག་བཅས་ཀྱི་གང་ལྟར་ཚོར་བ་བདེ་བ་དུ་སུ་ལ་གོ་དགོས་པ་རེད་དཔེར་ན་ང་རང་ཚོ་ལྷོད་ལྷོད་བྱེད་བྱེད་བསྡད་པའི་གནས་སྐབས་དེ་ལ་ཐོག་མ། ཆ་ཚང་འགྲིག་བསྡད་པ་འདྲ་བྱས་ཡོད་རེད། གང་བསམ་ཤེས་ནས་འཚོ་བ་བདེ་བ་དེ་ཕར་བརླག་འགྲོ་རྗེས་དེ་འགྱུར་བ་ཕྱིན་རྗེས། སེམས་ནང་ལ་ལྷོད་ལྷོད་མེད་པ་དང་ཨ་ནི་བདེ་པོ་མེད་པ་རེད་ཅེས་འཚོ་བ་ཅིག་འགོ་ཐོག་ཏུ་ཆ་ཚང་རྒྱུ་ཡི་དུས་ངན་དུས་ཚོད་རེད། ཁྱབ་པ་འདུ་བྱེད་ཀྱི་དུས་ངན་སྲིད་དུས་ཨ་ནི་ཟག་བཅས་ཀྱི་འཚོ་བ་བཏང་སྙོམས་དུས་སུ་ལ་གོ་གི་རེད། སྤྱིའི་ཆ་ནས་གང་ལྟར། ཟག་བཅས་ཀྱི་ཕུང་པོ་དུས་སུ་ལ་གོ་གི་རེད། ཉོན་མོངས་ལས་བྱུང་བ་གང་དག་ཟག་བཅས་ཀྱི་གཟུགས་དང་ཚོར་བ་དང་འདུ་བྱེད་དང་འདུ་བྱེད་དུ་ཡོད་པ་གང་དག་སྡུག་བསྔལ་གྱི་རིགས་སྔ་མ་གཉིས་བཞི་ལྡན་གྱི་ཡོད་པ་སོང་ཙང་ཁྱབ་པ་འདུ་བྱེད་སྡུག་བསྔལ་ཁྱབ་པ་འདུ་བྱེད་སྡུག་བསྔལ་ཏེ། སྡུག་བསྔལ་སྡུག་བསྔལ་དང་རྒྱུ་བའི་སྡུག་བསྔལ་གཉིས་ཀྱི་བཞི་ལྡན་དུ་གཅིག་པ་རེད་དེ་སོང་ཙང་ཁོ་ཁྱབ་པ་འདུ་བྱེད་སྡུག་བསྔལ། དང་ན་གཞོན་སྡུག་བསྔལ་ལྡན་པའི་ཀུན་འབྱུང་བདེན་པ་དེ་ན་ཡང་བར་སྣང་གསལ་བསྒྲགས་བྱེད་པས་ན། ནས་ལས་ཀྱི་ཀུན་འབྱུང་བདེན་པ་དང་ཉོན་མོངས་པའི་ཀུན་འབྱུང་བདེན་པ་གསལ་བསྒྲགས་འདུ་བྱེད། ནས། འགོག་པའི་བདེན་པ་སྲིད་དུ་སྡུག་བསྔལ་དེ་དག

བདེན་པ་དེ་ལ་འཕགས་པའི་བདེན་པ་དེ་ལ་གང་དང་བཞི་མ་གཏོགས་ལྔ་དྲུག་ཅེས་བཞག་གོ་མར་པ་ད་བདེན་པ་དེ་ལ་བཞི་བཞག་པ་ག་རེད་ཟེར་དུས་བཞི་གྲངས་མེད་པ་གར་ག་རེད་དུས་ཡང་དུ་གཅིག་འབྲེལ་བ་གཅིག་ཏུ་ཡོང་གོ་རེད་ད་བདེན་པ་བཞི་ལ་བདེན་པ་འཕགས་པའི་བདེན་པ་དེ་ལ་གང་དང་བཞིར་གྲངས་ངེས་པ་དེ་རྣམ་གྲོལ་དོན་གཉེར་གྱི་རྟེན་ལ་ཨབ་ཅེས་གཙོ་བོ་དེ་ལ་འཁོར་འདས་གཉིས་སུ་ངེས་པ་རེད། གོ་བ་དེ་ལ་ཡང་འཇུག་པའི་རྒྱུ་ཀུན་འབྱུང་བདེན་པ་དང། གོ་བ་དེ་ལས། མདོག་ཡག་གི་ཀ་ཚ་ཁོ་ཨ་ལ་འཇུག་པའི་རྒྱུ་ཀུན་སྤྱོད་བསྟན་པ་དང། ཁོ་ཨ་ལ་འཇུག་པའི་འབྲས་བུ་སྡུག་བསྔལ་བསྟན་པ་གཉིས་བྱས། ད་ཁོ་ཨ་ལ་འདོགས་པ་སེར་སྣ་འདྲ་ཁོ་ཨ་ལ་དྲོད་ཡག་ཟེར་གྱི་རྒྱུ་བསྟན་ལ་ལམ་བསྟན་དང། དེའི་འབྲེལ་འབྲས་བསྟན་ལ་འགོག་བསྟན་བྱས་རྗེས་གང་ལྟར་ཁོ་ཨ་ལ་འཇུག་མདོག་གི། རྒྱུ་འབྲས་དེ་ལ་བདེན་པ་བཞིའི་སྤྱད་ཅེས་བྱ་བ་དུ་ཟེར། ད་བདེན་པ་བཞིའི་དུ་བྱ་བས་ནི་ཁོ་ལ་གོ་རིམ་རབ་བལྟས་ལ་སྡུག་བསྔལ་བདེན་པ་ཀུན་སྤྱོད་བདེན་པར་བྱ་དགོས་པ་དང་ཡང་གོ་རིམ་མི་འདྲ་བ་གཅིག་ག་འདྲ་ག་འདྲ་རེད་ཞུས་པ་ཡིན་ན། ད་བདེན་པ་བཞིའི་གོ་རིམ་བལྟས་ན་ནི་རྒྱུ་འབྲས་དོན་གྱི་རིམ་པ་དང་ཡུལ་ལྗོངས་མངོན་རྟོགས་བསྐྱེད་རིམ་བཅས་སྤྱད་དེ་གཞུང་དུ་སོའི་ནང་ལོགས་དུ་རིགས། ཁ་འདབ་གཉིས་གཅིག་ཏུ་བཀར་ན་འོས་རེད། ད་རྒྱུ་འབྲས་དོན་གྱི་རིམ་པར་སྲིད་དུས་སྔོན་རྡོ་རྒྱན་ནང་ལོགས་ལ་རྒྱུ་དང་ལམ་དང་སྡུག་བསྔལ་དང་འགོག་པ་ལ་ནི་གོ་རིམ་བཞིན་སྲིད་ཅེས་གསུང་བ་ནང་བཞིན་རྐང་ཐང་ཀུན་བྱང་གི་རྒྱུ་འབྲས་ཚར་གཉིས་ཏུ་བཀར་ན་འོས་རེད། ད་རྒྱུ་ཀུན་འབྱུང་དང་འབྲས་བུ་སྡུག་བདེན་བཅས་བྱས། ཀུན་ཉོན་ཕྱོགས་ཀྱི་རྒྱུ་འབྲས་གཉིས། དེ་ནས་རྒྱུ་ལམ་བདེན་དང་འབྲས་འབྲས་འགོག་བདེན་བཅས་བྱས། རྣམ་བྱང་ཕྱོགས་ཀྱི་རྒྱུ་འབྲས་གཉིས་རང་ཐང་ཀུན་བྱང་གི་རྒྱུ་འབྲས་ཚར་གཉིས་སུ་བསྡུས་བྱས་བླང་དོར་བཅའ་བའི་གཞི་དེ་ལ་བདེན་པ་བཞི་ཅེས་བྱས་འདུག་བཀའ་གནང་བ་དུ་ཟེར་རེད་དང། ཡུལ་ལྗོངས་མངོན་རྟོགས་བསྐྱེད་རིམ་སེལ་དུས་ཡང་རྒྱུད་བླ་མའི་ནང་ལོགས་ལ། ནད་ནི་ཤེས་བྱ་ནད་ཀྱི་རྒྱུ་ནི་སྤང་བྱ་ལ་དེ་ནས་ཐོབ་བྱ་སྨན་ནི་བསྟེན་པར་བྱའོ་ད་རེས་སྡུག་བསྔལ་རྒྱུ་དང་དེ་འགོག་པ་དང་དེ་བྱེད་རྣམས་ཤེས་བྱ་སྤང་བྱ་རིག་པར་བྱ་ཞིང་བསྟེན་པར་བྱ། ཞེས་བཅས་གསུངས་ཡོད་པར་བརྟགས་ན་ཤིང་མཛོད་རྩ་བའི་ནང་ལོགས་ལ་འདི་དག་ཇི་ལྟར་མངོན་རྟོགས་རིམ་བཅས་བྱེད། གང་ལྟར་ཐོག་མར། སྡུག་བདེན་ཁོ་ཡི་ཉེས་མེད་དུ་ཚུད་པ་ཡག་པོ་ཅིག་བསམ་སྟངས་ཅིག་དེ་ལ་དྲན་འདོད་ཀྱི་བློ་ཅིག་སྐྱེ་དགོས། དེ་དེ་ལ་དྲན་འདོད་ཀྱི་བློ་མ་བྱུང་བར་དུ་རྒྱུ་ཀུན་འབྱུང་དེ་ལ་སྤོང་འདོད་ཀྱི་བློ་དེ་དུ་སྐྱེ་དགོས་མ་རེད། དེ་སོང་ཙང་སྡུག་བསྔལ་བདེན་པ་དེ་དང་པོ་དུ་བསྟན་པ་རེད། ད་སྡུག་བསྔལ་ལ་དྲན་འདོད་ཀྱི་བློ་དེ་ནམ་སྐྱེས་པ་ན་སྡུག་བསྔལ་གྱི་རྒྱུ་གང་ཡིན་སྙམ་པ་དེ་རྩད་གཅོད་བྱ་ཡ་དེ་ཡིན་དགོས་རེད། དེ་སོང་ཙང་ཀུན་འབྱུང་བདེན་པ་དེ་དེའི་རྗེས་སྡུག་བསྔལ་བདེན་པའི་རྗེས་ལ་དུས་གཉིས་པ་དེ་དུ་བསྟན་པ་རེད། ད་ཀུན་འབྱུང་སྤོང་ནུས་སུ་མཐོང་པ་ན། སྡུག་བསྔལ་དེ་འགོག་ནུས་སྟོང་ཀུན་འབྱུང་དེ་སྤང་ཆེན་པོས་མཐོང་སོང་ན་སྡུག་བསྔལ་དེ་ནི་འགོག་རྒྱུ་ཡོད་པ་དང་སྤང་རྒྱུ་ཡོད་པ་འདུག་ཅེས་ཀྱི་མཐོང་གི་ཡོད་པ་སོང་ཙང་སྡུག་བསྔལ་འགོག་ནུས་སུ་མཐོང་གི་རེད། སྡུག་བསྔལ་དགག་པའི་འགོག་པ་དེའང་མངོན་དུ་བྱ་ནུས་སུ་མཐོང་འགྲོ་གི་རེད། དེ་སོང་ཙང་འགོག་པ་དེ་ནི་དུས་གསུམ་པ་དེ་ལ་དུ་བསྟན་པ་རེད། ད་དེ་ལྟ་བུའི་འགོག་པ་དེ་མངོན་དུ་བྱེད་པ་ལ་ལམ་བདེན་བསྒོམ་པ་ལ་རག་ལས་ཏེ་ལམ་བདེན་མ་བསྒོམ་པར་དེ་ལྟ་བུའི་འགོག་པ་དེ་དོར་ཡ་མེད་པ་སོང་ཙང་ལམ་བདེན་དེ་དུས་བཞི་པར་བསྟན་པ་རེད། དག་རྒྱུ་ལམ་ཁོ་ན་ན་ལོག་ནད་ནི་ཤེས་བྱ་ནད་ནི་དུ་མ་དཔེ་བྱ་དུས། དཔེར་ན་ནད་པ་ཉམ་ཐག་ཅིག་ནད་ལས་སྐྱོབ་པ་ལ་ཐོག་མར་ནད་དེ་གང་ཡིན་ཤེས་པར་བྱེད་དགོས་རེད། དེའི་རྗེས་ནད་དེའི་རྒྱུ་གང་ཡིན་རྩད་གཅོད་བྱེད་དགོས་རེད། དེ་ནད་དེ་དང་ནད་དེའི་རྒྱུ་ངོས་ཟིན་པ་ན་དེ་གཉིས་བཅོས་ཐབས་ཡོད་མེད་དུ་བརྟག་དཔྱད་བྱེད་དགོས་རེད། ད་བཅོས་ཐབས་ཡོད་པ་ཤེས་རྗེས་དེ་ནས་གཞི་ནས་སྨན་ལ་སོགས་པ་དུ་སེལ་སྨན་པ་ལ་སོགས་པ་དུ་བསྟེན་རྗེས་ལག་ལེན་དངོས་ལ་འཇུག་པ་ནང་བཞིན་དུ་རེད། ད་མདོར་བསྡུ་ན། མདོག་གི་ནང་ལོགས་ལས་གང་དག། སྡུག་བསྔལ་ཤེས་པར་བྱ། ཀུན་འབྱུང་སྤང་བར་བྱ། འགོག་པ་མངོན་དུ་བྱ། ལམ་བསྒོམ་པར་བྱ། གསུང་བ་ནང་བཞིན་དུ་གཏན་བརྒྱད་ཉེས་དམིགས་དང་ཀུན་འབྱུང་ཁོའི་འཇུག་རིམ་ལ་སོགས་པ་དུད་འགྲོའི་ལ་གང་དག་ང་རང་ཚོ་རྦད་དགོས་རེད། དེ་དག་མ་བྱུང་པ་ཡིན་ན་ཐར་པ་དོན་གཉེར་བློ་ཚིམ་གསང་བ་དེ་ང་རང་ཚོ་ཚོ་སྐྱེ་ཐུབ་པ་མ་རེད་པང་ནས་འབེན་མ་ཐོང་བ་མདའ་འཕེན་པ་དང་གཅིག་པ་དུ་སོའི་ཁོའི་རྩ་བ་འདི་གཅོད་ཐུབ་ཀྱི་མ་རེད། གང་ལྟར་རྗེ་རིན་པོ་ཆེ་གིས་དུས་གཏན་ཉིད་མི་བསམ་ལ་མ་འབད་ན་ཐར་པ་དོན་གཉེར་ཅི་ཞིག་མི་བྱིན་ཞིང་ཀུན་སྤྱོད་ཁོ་བོའི་མཇུག་རིང་མ་བསམ་ན་ཁོའི་རྩ་བ་ཅི་ཚུལ་མི་ཤེས་པའི་སོང་བ་ནང་བཞིན་དུ་སུ་རེད་འདི་སོང་ཙང་ང་རང་ཚོས་གང་དག་དུས་དང་རྣམ་པ་ཀུན་ཏུ་བདེན་བཞིའི་སྤང་བླང་བསྟེན་ལ་འབད་བརྩོན་བྱ་ཡ་འདི་གལ་ཆེན་པོ་ཤེས་པ་བྱས་ལྷག་པར་དུ་དེ་རིང་དྲུག་པ་ཚེས་པ་བཞི་སོང་ཙང་དྲུག་པ་ཚེས་པ་བཞི་གི་ཉིན་མོ་དེ་ལ་དེ་ལྟར་ཏིག་ཏིག་ཅིག་སྒོམ་པ་རབ་བཤད་ཅེས་དེ་དེའི་ཐོག་ལ་བསམ་གཏམ་བསྡུ་བ་ཡིན་ན་ཕན་ཐོགས་ཆེན་པོ་ཞེ་བོ་ཡོད་རེ་དྲན་གྱི་འདུག་གཙོ་བོ་ཨ་ནེ་དྲུག་པོ་ཚེས་བཞི་ཉིན་མོ་དེ་ལ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དྲིན་དྲན་པའི་སྟེང་ནས་ཐུབ་པའི་གཟུངས་སྔགས་དུ་གྲངས་གསོག་གནང་ཐུབ་པ་ཡིན་ན་ཕན་རང་ཆེན་པོ་ཅིག་དང་ས་ཆོད་ཆེན་པོ་ཅིག་དང་རླབས་ཆེན་པོ་ཅིག་ཏུ་བཟོས་རེད་དེ་ཡང་ཐོག་མཐའ་གཉིས་ན་བྱ་བ་གཉིས་སུའང་ནང་བཞིའི་མཐོ་དམན་ཀུན་སློང་དེ་ཡག་པོ་ཅིག་བཟོས་ན་མ་རྒན་སེམས་ཅན་ཐམས་ཅད་དུ་རྫོགས་པ་སངས་རྒྱས་གོ་འཕང་རྣམས་ཅི་ནས་ཀྱང་ཐོབ་པར་བྱ་ཐུབ་པ་བྱེད་ཀྱི་ཡིན་དེའི་ཆེད་དུ་ཨ་ནེ་ཐུབ་པའི་གཟུངས་སྔགས་གྲངས་གསོག། དུ་བྱེད་ཀྱིན་བསམ་པ་དེ་འདྲའི་ཚོར་བ་ཡོད་པས་དེ་ནི་ཀུན་སློང་གཅིག་བཟོས་གནང་རྗེས། ཨ་ནུ་དངོས་གཞི་དེ་ལ་ཨུ་མུ་ནི་མུ་ནི་མ་ཨ་མུ་ནི་སོགས་ཨ་ཏིའི་གྲངས་སོགས་ན། དེ་ཡང་དོན་དག་མཁྱེན་པས་དེ་ནི་ཨོ་མུ་ཟེར་བ་དེར་ཨ་ཨུ་མ་གསུམ་བསྡུས་པ་བྱས་རྗེས་ཐུབ་པ་སངས་རྒྱས་བཅོམ་ལྡན་འདས་སྐུ་གསུང་ཐུགས་སུ་བརྩོན་པ་བྱས། མུ་ནི་མུ་ནི་གསུང་དུས་ཐུབ་པ་ཐུབ་པ་སི་མ་མུ་ནི་སོས་ཐུབ་པ་ཆེན་པོ་སུ་ཧ་ཟས་གྱུར་ཅིག་སེ་ཨ་ཚོས་རེ་བྱས་རྗེས་གང་ལྟར་ཐུབ་པ་ཆེན་པོ་རྒྱུད་ཀྱི་སྐུ་གསུང་ཐུགས་བྱིན་རླབས་སྩོལ་བར་གྱུར་ཅིག་སེ་དོན་དག་དུད་འགྲོའི་ཅིག། ཨ་ནི། སེམས་ལ་དྲན་པའི་སྟེང་ནས་ཚིག་བཟང་པོ་འདི་ངག་ནས་བཏོན། དུ། ཅེས་པས་ན་ཕན་བདེ་ཆེན་པོ་ཡོད་རེད་བསམ་གྱི་འདུག་ཨ་མཇུག་དོན་བསྔོ་བ་ནི་ནི། དགེ་བ་བཟང་པོ་རྟགས་དང་འདྲ་བསྔོ་བ་བཟང་པོ་སྲབ་དང་འདྲ་གསུང་བ་ནང་བཞིན་དགེ་བ་བཟང་པོ་ག་འདྲའི་ཅན་པས་ན་གང་ལྟར་བསྔོ་བ་དེ་ཡག་པོ་ཅིག་མ་བྱུང་བས་ན། ཡག་པོ་ཅིག་ཡོང་དགོས་བ་མ་རེད་དཔེར་ན་རྟགས་ཡག་པོ་ཅིག་ཡོད་པས་ན་ཁ་ལོ་སྒྱུར་བྱེད་སྐྲབ་དེ་མེད་པས་ན་ག་འཇུག་མ་འཇུག་འགྲོ་དགོས་རེད་བ། དེ་སོང་ཙང་དགེ་བ་ཡག་པོ་ཅིག་ཏུ་བསགས་ཤ་བས་ན། ནི་བསྔོ་བ་ཡག་པོ་ཅིག་མ་བྱུང་བས་ན་ཁོང་ཁྲོ་ལ་སོགས་པའི་ནི། མེད་པ་བཟོས་བྱས་དགེ་བའི་འབྲས་བུ་དེ་ལ་ནི་མེད་པ་བྱ་འགྲོ་བ། དུ་ཙི་རེད།

དགེ་བའི་བཤེས་གཉེན་རྗེས་སུ་འཛིན་པའི་རྒྱུ་ལ་མངོན་ཡང་ཡིན་ན། སྟོན་པ་བླ་ན་མེད་པའི་བསྟན་པ་དང་སའི་ཚིགས་བཅད་འདི་སྟོན་གནང་བྱས། ཐུབ་པའི་གཟུངས་ལྔའི་དྲང་སྲོང་རྣམ་པའི་དགེ་རྩ་འདི། དགེ་བའི་བཤེས་གཉེན་རྗེས་སུ་འཛིན་པའི་རྒྱུ་ལ་འགྲོ་བར་ཤོག་ཅིག། ལྷག་པར་དུ། ལུས་ཅན་ཀུན་ལ་བདེ་སྐྱིད་ཡོང་བའི་རྒྱུ་ལ་འགྲོ་བར་ཤོག་ཅིག། འཛམ་གླིང་ཞི་བདེ་ཡོང་བའི་རྒྱུ་ལ་འགྲོ་བར་ཤོག་ཅིག། སྐྱབས་མགོན་རིན་པོ་ཆེའི་སྐུ་ཚེ་བརྟན་པའི་རྒྱུ་ལ་འགྲོ་བར་ཤོག་ཅིག་ཅེས་དུད་འགྲོའི་སྔོན་བསྐྱོན་པ་ཡིན་ན་གང་དང། དགེ་བའི་འབྲས་བུ་དེ་ལ་ག་ཚོད་ལོངས་སྤྱད་པ་ཡིན་ན། ནི་ཟད་པ་མེད་པ་དུ་ཟེར། མདོག་གི་རྣ་ལོག་ལ་ཇི་ལྟར་རྒྱ་མཚོ་ཆེ་ན་ཆུ་རྩེའི་ཀླུང་རྒྱ་མཚོ་མ་ཟད་པ་དུ་དེ་མ་ཟད་རྒྱ་མཚོ་མ་སྐམ་པ་དུ་དེ་མི་ཟད། དེ་བཞིན་བྱང་ཆུབ་ཡོངས་ཀྱི་བ་ཡང་བྱང་ཆུབ་མ་ཐོབ་པ་དུ་དེ་མི་ཟད་གསུང་བ་ནང་བཞིན་རྒྱ་མཚོ་ཆེན་པོའི་སྣ་རུ་ཆུ་ཐིགས་པ་གཅིག་ལྷུང་བ་ཡིན་ན་རྒྱ་མཚོའི་ཆུ་དང་འདྲེས་བྱས་རྒྱ་མཚོ་མ་སྐམ་པ་དུ་ཆུ་ཐིགས་པ་དེ་ཟད་པ་མེད་པ་ནང་བཞིན། དགེ་བ་ཆུང་ངུ། རྒྱ་ཆོས་འབྱུང་ག་འདྲའི་ཞིག་སྨྲས་ན་གང་ལྟར། རྫོགས་བྱང་སོ་སོ་དངོས་པོ་ཡོད་ན་སྒྲ་བསྟན་པ་རྒྱས་པའི་ཆེད་དུ་དངོས་བཤད་པ་ཡིན་ན། ནི་རྫོགས་པའི་བྱང་ཆུབ་མ་ཐོབ་བར་དུ་དགེ་བའི་འབྲས་བུ་དེ་ལ་ཇི་ཙམ་ལོངས་སྤྱད་ན་ཟད་པ་ཡོད་མ་རེད་ད་བླ་མའི་བྱང་ཆུབ་ཐོབ་ནས་ནི་དེ་བས་ཀྱང་ཟད་པ་ཡོད་མ་རེད་པ་གཞན་ཡང་ད། འཇམ་པོ་པས་ཇི་ལྟར་མཁྱེན་པ་དང་གསང་བ་ནང་བཞིན་བར་བུ་འཇམ་དཔལ་དང་ནི། དེ་དག་གི་དགའ་འདུན་དངོས་པོ་ནང་བཞིན་དངོས་བཞག་པ་ཡིན་ན་ང་རང་ཚོ་དེ་ལས་ལྷག་པ་ཅིག་དངོས་རྒྱུ་ཡོད་མ་རེད་དེ་སོང་ཙང། ཨ་ནི་ཐོག་མཐའ་གཉིས་ལས་བྱ་བ་གཉིས་བཤད་ཅེས་ཐོག་མའི་བྱ་བ་ཀུན་སློང་དེ་ཨ་ཐ་མའི་བསྔོ་བ་དེ་གལ་ཆེན་པོ་བཞི་བོ་རེད་དེ་སོང་ཙང་རྣམ་པ་ཚོ་ཚང་མས་དེ་ཐུགས་ལ་འཇགས་རོགས་གནང་ཅེས་ཅེས་ཞུ་ཡག་ཡིན་ཨ་རྣམ་པ་ཚོ་ཚང་མ་ལ་བཀྲ་ཤིས་བདེ་ལེགས།